སྲིད་ན། ཡང་ན་ཉན་ན། དེ་ནས་ང་དང་ཁོང་གིས་ཀ་བ་ཀ་བ་ཤར་ཚུལ། དེ་ནས་ཁོང་གིས་ཡོན་ཏན་ཚང་མ་ཧ་གོ་སི་པ་བཟང། དེ་ནས་དམ་པའི་ཆོས་ལ་ཡིད་ཆེས་ཀྱིས་བྱས་གནང། དེ་ནས་དཀོན་མཆོག་གསུམ་ལ་དད་པ་ཞིག་བྱས་སྲིད་གོ་སི་པ་གེགས་ལས། དེ་ནས་དེ་མ་ཟད་དེ་ནས་ང་དང། བླ་མ་གོང་མ་རྣམས་ཀ་ཚང་མ་དེ་ནས། འཁོར་བའི་ནང་སྐྱེ་དགུ་སྨིན་ན་ཡང་དེ་ནས་སེམས་ཅན་གྱི་འགྲོ་དོན་ལ། འཁྲུངས་ཟིན་མཁན་པོ་དེ་ནས་ཧ་གོ་ཧ་གོ་བྱས། དེ་ནས་ཁོང་ངས་དེ་ནས་མཚམས་ཤིག་ཀ་ལཱས་བརྒྱབ་ཚེ། དེ་ནས་དུས་ཚོད་འཕྲོ་བརླག་མ་གཏང། དེ་ནས་གཞུང་ལུགས་ཆ་ཚང་སྦྱངས་ཚེ། དེ་ནས་ཉམས་ལེན་གནང་ཚར་ཏེ། དེ་ནས་སེམས་ཅན་གྱི་འགྲོ་དོན། དེ་ནས་ཟབ་པ་སྐྱོང་བྱ་སྤོ། སྐྱོང་ཁ་ནས་ཚུར་བསྐོ། དེ་ནས་ང་དང་མཐོ་ས་ཅིག་བསྐོ། དེ་ནས་ང་ལྟ་ལོང་གྱུར་ལ། དེ་ནས།

སྒྱུར་གྱི་མིན་ཅིག་རྟགས་ཚང་ན་པ་ལ་སློབ་སྦྱོང་ཅིག་སྤྱོད་དགོས་ཤག་ཁག་ཅེས་མནོ་བསམ་གང་ཅིག་བཏུད་རྒྱུན་ལ་བརྟེན་ན་མ་ན་སེམས་སེ་ན་ཀྲན་ཤན་སྩོགས་ཤིག་མ་བཟོད་ཁན་སྩོགས་ཤིག་ཡོངས་སུ་པ་སངས་དེ་ནི་ང་བ་ར་ན་སེ་སོང་མིན་ང་རང་གཅིག་པོ་བ་ར་ན་སེ་སོང་སེ་དེ་ནི་འདྲེ་ར་བཟུམ་སེ་ཁང་རྒྱ་གར་པའི་ཁང་པའི་ནང་འདྲེ་ར་བཟུམ་སེ་དེ་ནི་ཧ་ལམ་ལོ་གཉིས་གསུམ་ཅིག་སྩོགས་ཤིག་དེ་ནི་སློབ་གྲྭ་ཁོ་རང་བ་ར་ན་སེ་སློབ་གྲྭ་མ་བཞུགས་སོ་ཟུར་ལ་ང་རང་སྒེར་གང་རྩ་ལེན་ཅིག་དེ་ནི་སངས་སྐྲིད།

སྦྱང་གི་ཡོད་པས་དེ་ནི་ཉེས་རྒྱན་ལས་རང་བཞིན་ནི་ཉེས་རྒྱན་ལས་དེ་ནི་ནམ་རྒྱུན་ནི་ཐུགས་ཤིས་པའི་གོང་ན་ཁོང་དགོངས་ཚུལ་བོས་བསམ་ཚུལ་བོས་ཡང་ལྟ་བ་རྫོགས་པོ་སྐྱེས་དུ་འཇུག་ན་སློབ་སྦྱོང་ཡོན་ཏན་ཅི་ཐོབ་བོ་སྦྱོང་ངོར་གན་རྒྱའི་རྒྱན་ལས་མ་ལ་དགོངས་ཚུལ་བ་ཁོ་རང་བདེན་ནའང་ཅན་ཅི་བྱུང་ཅི་མཐོང་སྣང་རིག་པའི་སྣ་བཅུད་མ་ལ་ཅི་མཐོང་སྣང་སྦྱོང་ངོར་གན་རྒྱའི་རྒྱན་ལས་དེ་རྫོགས་ཚུལ་ནམ་རྒྱུན་ང་བཀའ་སློབ་ས་ལ་འཇུག་པ་ས་ན་ངེད་ལྟ་བས་ནང་བདེན་ན་བཞུགས་ཟོས་པས་ཡོད་པ་ས་ན་མཐོང་ཚད་དུ་ལྗང་ཟམ་ཁ་ཅིག་ཡོད་པིན། དེ་ནི་དེ་ག་ནང་ཨོ་ཏི་རྒྱན་ལས་གསུང་ཁ་ནང་བཞིན་རྒྱ་མིས་ཁ་ཅིག་ལྗང་འདུག་དེ་ནི་དེ་ག་ནང་ཏའེ་ཝན་ལང་ཏི་ཅིག་ལེབ་ཧྲིབ་ཅིག་ལྡེག་ཅིག་ཉིན་ཞིག་རྒྱ་མིས་ཁ་ཅིག་ལྗང་དེ་ནི་དེ་ག་ནང་ད་ལོག་སུ་དེ་ཡོང་ཟེར་ན་དེ་ནི་ཡང་ངའི་སེམས་སེ་ནང་ཡང་མ་ཞུགས་ཤ་འཇིག་ཅི་ཡོང་བཞུས་ན་དེ་ནི་ད། མི་དང་འབྲི་གུང་དཀར་རྒྱུད་དེ་དེ་ནས་བཀྲ་ཚང་སྲིད་ཡོན་ཏན་འཆམ་སྡང་རྩེ་བྲག་མེ་རི་གཟི་ར་སོགས་སུ་དེ་ཚང་མ་དེ་ནས་བདག་ས་ཏུ་ཤི་ཡི་ག་པོ་ན་བཞུགས་ས་ནས་བཀྲ་བར་ག་པོ་གི་མཇུག་སོས་པའི་ཏུ་ཤི་ག་མ་བྱང་ན་དེ་ནས་དེ་ཀུན་དེ་ནས་ཁོ་བ་ར་ན་སིའི་སློབ་གྲྭ་ནང་ཡང་ཅིག་ཅིག་ཤར་གྲྭ་ནང་དགོན་པ་ནང་དེ་ཚང་མ་ན་ནང་དེ་འོང་ཐོབ་ཆ་ཟེ་ནོག་ཡིན་ན་ལ་དྭགས་བཞུགས་སོས་དེ་ནས་བཀྲ་བར་ག་པོ་དགོན་གལ་ཏེ་བཞུགས་བཞུགས་སོ་སྦྱང་མ་ཐུབ་ན་བསམ་སེ་ན་དེ་ནས་ཡང།

ཉེས་རྒྱན་ལས་ཁོ་རང་དེ་ནས་འཆམས་དབྱངས་ཅི་ལྕོགས་ཀ་མི་མཁྱེན་ཅེས་སྨྲས་པས་དེ་ནས་ཉེས་རྒྱན་ལས་ཁོ་རང་ཀ་ན་འཆམས་མང་པོ་ཞིག་སྦྱངས་པས་དེ་ནས་དབྱངས་བཟང་སྦྱངས་པས་དེ་ན་རྫོགས་ལ་ང་དང་རྟགས་མ་ཅིག་གིས་དེ་ནས་མ་ཎི་དཀོན་མཆོག་སློབ་ཟུར་མ་ཎི་དཀོན་མཆོག་སྐུ་མདུན་ནས་ཀ་ན་དབྱངས་སྒྲེའུ་འགར་རྒྱུད་སྡེ་དབྱངས་ཧ་ལམ་མང་པོ་སྦྱངས་སྒྲེའུ་འགར་རྒྱུད་སྡེ་ཧ་ལམ་བརྒྱ་ཆར་ལྔ་བཅུ་དྲུག་ཅུ་རྫོགས་ཤིག།

ཨ་མཆིས་ཀྱང་ང་སོང་མོད་ན་ཅིག་ཡང་ང་ག་འགྱིས་སོང་ཟེར་དེ་ཟེར་ན་ང་ཨ་མཆིས་དང་ང་དམངས་འབེག་མ་བཅངས་ཟེར་གསར་འགྱུར་བུ་གཅིག་པོ་སྦྱངས་དེ་ནས་རི་ཡས་སྨར་ས་མི་མེད་ལས་ནང་སྙམ་པོ་ཀུར་ཁུ་རེད་ཧ་ལམ་ཟླ་གཅིག་བཟོ་གཅིག་རི་ཧྲིལ་ཚང་མ་ག་འགྱིས་རི་ཚང་མ་སྨར་ས་ངོ་སྤྲོད་ལ་ཁྱེར་ར་ཟེར་སྙམ་པོ་སྙམ་པོ་དེ་ནས་རྩིས་ཤིག་ཡང་སྦྱངས་མི་མེད་ལས་ག་ན་དེ་མིན་པང་དེ་ནས་ང་དང་སྙེ་མས་མར་རྩེ་བཞུ་ཡོད་སོགས་སུ་དེ་ནས་དག་ས་ང་དང་སྒྱུར་བུ་ཅན་ན་ང་དང་གཉེར་མ་པི

ཧ་ལམ་ཉིས་སྟོང་དྲུག་དགུ་ནི་ལོ་ཨང། དེ་ནི་ང་ཨས་ཁོ་ད་སྒོ་མ་རང། དེ་ནི་ང་ལྡེ་ཨོས་སམ་ད་ང་ཏང་ལ་དྭགས་སྤེ་སི་ཀད་པོ་ཁེ་རེ་ནང། དེ་ནི་མ་སྣང་མེ་ཅིག་འདུག་སུ་ཡིན་ནང་ལ་དྭགས་སྤེ་སི་ཀད་པོ། ད་ལ་དྭགས་སི་སི་ཀད་པོ་ང་ཏང་དེ་ནི། ལ་གྷར་མར་ཅིག་ལ་དྭགས་སི་ཀད་པོ་སུམ་རྟགས་སུམ་རྟགས་སྐོར་བྲིས་ནང་མ་བྲིས་ནང་རང་བཞིན་ནི་ང་ཏང་སི་ཀ་དེ་ནང་ནིག་ཡོད་ཡོད་པ་ནོག། གྱི་ད་བི་ག་གྱི་ད་ཅི་ལ་གྱི་ད་བི་ག་སུམ་རྟགས་ཟེར་རེ་ཡོད་མི་ཡོད་འཇིག་མི་ནི་ཁོ་སྐབས་འགའི་ནའང་སུམ་རྟགས་མེད་ཀ་འདི་ཡོང་བ་མ་ལོག་དེ་ནི་ང་དང་ལ་དྭགས་སེ་སྐབས་བོ་དེ་ནི་ཐུ་མི་བསམ་པོ་དེ་སུམ་ཅུ་པ་སུམ་ཅུ་པ་རྟགས་འཇུག་ནང་ཙམ་ཞིག་འདྲ་བ་ཡོད་འགྲོ་མི་འདྲ་བའི་ཆ་ཡོད་འགྲོ་དེ་ཚང་མ་གྱི་ད་གཅིག་སྤྱོད་དགོས་སོགས་བསམ་ཁ་འཇིག་ག་དེ་ནི་ཉིས་སྟོང་དྲུག་གི་ལོ་ཨ་དེ་ནི་ང་ལ་དྭགས་ལ་དྭགས་སེར་དྭགས་གྲོ་ཛེར་ཁ་ནས་གྱི་ད་ཅིག་བྲིས། ཀྱི་ཐབས་བྱུང་འཇིག་བྲིས། དེ་ནི་ཏེ་ཀ་ན་ཉིས་སྟོང་བཅུའི་ལོ་དེ་ནས་ང་བསམ། དེ་ཟེར་ན་ང་དང་ལ་དྭགས་ལ། མི་མང་ལ་ང་དང་སངས་རྒྱས་སི། དེ་ནི་ཆོས། དེ་ནི་གདམས་མ་པ་དང་ཡང་ན་ཆོས་ཀྱི་ཚིགས་སུ་བཅད་པ་ཟེར་མཁན་པོ་མ་ཀོར་མོ་ཞིག་གམ་མི་ནི་རྒྱུས་སུ་མི་འདུག་པིན། དེ་ནས་གསུངས་པ་བསམ་ན་ད་གདམས་མ་པ་ཟེར་མཁན་པོ་མི་མང་ལ་ཅིག་ཧ་གོ་ཅུག་གོ་བཤད་འདུག་བསམ་མཁན་གྱི་བསམ་པ་ཞིག་ག། དེ་ནི། ཆོས་ཀྱི་ཚིགས་སུ་བཅད་པའོ། བླ་དྭགས་ཀ་སྟེ་ནང་ཨ་བསྒྱུར་དེ་ནི་བསྡད་ས་ནང་ཨ་བསྒྱུར་བཤད་ཟེར་ལ་སོ་ལྔ་གོ་མ་སོགས་ཞིག་ཡིན་མིན། ཉམས་མྱོང་མང་པོ་ཞིག་མེད་པིན། ཡིན་ནང་ཉམས་མྱོང་མེད་ནང་གཟུགས་རུས་སྐྱོན་ཅིག་གིས་ཉིས་སྟོང་བཅུ་ལ། དེ་ཙམ་ན་ཆོས་ཀྱི་ཚིགས་སུ་བཅད་པ་འགྲེལ་པ་སྤད་མི་འདུག་པིན་ལས་དྭགས་ས་ཡིན་ན་འགྲེལ་པ་མང་པོ་འདུག་དྭགས་ལས་འགྲེལ་པ་ཙམ་གོ་དགོས་འདུག་དེ་ཙམ་ན་འགྲེལ་པ་སྤད་མེད་པིན་ཨིང་ལིཤ་ནང་འགྲེལ་པ་འདུག་ཧིན་དི་ནང་འགྲེལ་པ་འདུག་ང་དང་བུ་དེ་ཡིན་ནང་ཨ་བསྒྱུར་ནུན་ཆོས་སྤེལ་ལིས་པཱ་ལི་ནང་ཨ་བསྒྱུར་རེད་ཟེར་དེ་ནི་དེ་ན་ཆོས་ཀྱི་ཚིགས་སུ་བཅད་པའི་རྩ་བའོ་འདུག་དེ་ནས་ཁམས་པ་དཀོན་མཆོག་ཕཱན་དེས། སྨན་མ་ཡང་ལ་དྭགས་སི་ཀ་ཏི་ན་ང་གཟུགས་ར་ཛར་ཀན་གྱི་སྐྱིད་ཐབས་ཤིག་མེད་ན་འཇལ་རྒྱུ་མི་འདུག་པས་སོང་པ་བསམ་ན་དེ་ནས་ཆོས་ཀྱི་ཚིགས་སུ་བཅད་པ་གཟུགས་ར་ཛར་ན་མང་ཆེ་བ་ཧིན་དི་ན་ང་ལྟ་དགོས་ཀྱང་ཧིན་དི་ཡང་ང་རྒྱ་ལེགས་ཐབས་མེད་པ་ཡིན་ནང་ཧིན་དི་ན་ང་སྤྱི་དྲི་ཟེར་ཀན་པོ་ནོར་མལ་ཞིག་ག་ཡོང་འདུག་ང་ད་ང་སྤྱིའི་ནང་བཀག་སྤེག་ཡོང་འདུག་སོང་པ་བསམ་ན་དེ་ནས་ཧ་ལམ་ཕེད་པོ་ཙོག་པོ། ཧིནྡི་ཡ། Hindi ནང་ཨིང་ལིག་ལ་བརྟེན་ཅིང་གཟིགས་རྒྱུ་ར་དགོས། དེ་ནི་སྟེ་ག་ན། ཉིས་སྟོང་བཅོ་ལྔའི་ལོ། དེ་ནི་སྔ་བསམ་ད། ཨོ། ད་རུང་ཉིས་སྟོང། ཨོ་ཁྲིག་གི་ནོར་ཉིས་སྟོང་བཅོ་ལྔའི་ལོ། དེ་ནི་ང་དང་མགོན་པོ་ཀླུ་སྒྲུབ་པའི་གཟབ་ག་ནས་ཤེས་སྤེལ་སྤྲིང་ཡིག་པོ་པོ་ལ་ཡིན་ན་དམངས་ཆ་མི་སྐྱ་དགུན་ལ། སློབ་སྦྱོང་སལ་བྱེད་སའི་ཧྲོལ་གྱི་ཡོད་དོ་ནོ་དེ་ང་དང་ལ་དྭགས་སི་མི་དགུན་ལང་ཏེའོ། མཁྱེན་དགོས་བྱས་འདུག་བསམ་ག་ནས་བསམ་པ་ཞིག་ག། དེ་ནི་ཤེས་སྤེལ་སྤྲིང་ཡིག་ཁོ་རང་པོ་བ་ཡིན་ན་ཚོ་ཤུག་གུ་གཅིག་ཚོགས་ཤིག་མེད་ན་མེད་ཀྱག་རྩ་བ་བོ། དེ་དེ་ན་གླིང་བཞི་ཡོད། དེ་ནས་དགའ་བོ་སོར་ཕྲེང་ཐོག་མདངས་དེ་ཆས་ཀྱིས་འཛིན། དེ་ན་གླིང་བཞི་བཞི་མེད་ན་མེད་སྐྱག། དེ་ནས་འཇུག་པའི་ཕལ་ཆེར་ང་བསམ་ན། ཅི་ལོ། སྤང་ན་སྤར་ན་ཁྱིམ་པ་རྣམས་ཀྱིས་ཀྱང་ཤེས་སྤར་ཉོན་མོངས་ཆུ་བོ་ལ་རྒལ་གྱིས་ཟེར་གན་པའི་ཕལ་ཆེར། རྒྱལ་པོ་ཨུ་ཏི་ར་ཡེ་ནས་གཙུག་ཞིག་མེད་ན་དེ་ནས་ཧ་ལམ་དགོན་ན་འཇུག་གླིང་བཞི་གསུམ་བཞི་ཞིག་མེད་ན་མེད་སྐྱག་དེ་ནས་ང། ང་ད་ང་དག་ས་སངས་རྒྱ་སེ་དེ་ནས་སྐྱེས་རབས་སེ་གི་ནང་ན། ལོ་སངས་རྒྱ་སེ་དེ་ནས་རྒྱ་སྟག་མ་ལ་སྐྱེས་རབས་སེ་ནང་ལ་ལོ་རྒྱུས་རེ་རེ་ནང་རེ་རེ།

མང་པོ་ཞིག་ཧིནྡི་ནང་ནའང་ཡོད་ར་གོ་མང་པོ་ཞིག་ང་དང་བུ་དེ་གི་ནའང་འདུག་དེ་ནས་དེ་སོགས་ལོ་རྒྱུས་ཧ་ལམ་ཉི་ཤུ་གསར་དགུ་ཞིག་ས་ནས་ཤེས་སྤེལ་དྲིན་ཡིག་པོ་བཅོས། དེ་ནས་ཉིས་སྟོང་བདུན་ནི་ནའང་ང་ཡང་ཅི་ཅིག་བཞུད་ཤ་ཅིག་ཅིག་རྗེས་དེད་ནོག་དེ་ནས་ཉིས་སྟོང་ཉིས་སྟོང་ཧ་ལམ་གསུམ་བཞི་ཉིས་སྟོང་གཅིག་གཉིས་ནས་ཕར་ལ་ང་ལ་དྭགས་སི་ནའང་དེ་ནས

འབྲི་གུང་དཀར་ཁུལ་དེ་ཆའམ་དང་བ་དེ་ཚོ་མང་པོ་ཞིག་རི་སྐོར་སྤྱོད་སའི་གཡག་དང་ས་ཚུགས་པ་བི་དི་ཡོ་ཨོ་རི་ཡོ་ཡོད་གཡག་དེ་ཚང་མ་ད་ལོ་རུ་དགུན་ལ་ཉི་སྟོང་རུ་དུ་ནས་ལོ་ཨ་དེ་ར་དུན་ལ་ཁོ་རང་དེ་ཚང་མ་ཁུར་རེ་ཡོང་དེ་ནས་ང་དང་དེ་ཚང་མ་འབོག་ཞིག་རི་གམ་ཞིག་ཆ་ཚང་ཞིག་བྲི་བི་རི་ཞིག་གྱོན་དེ་ཚ་ན་དེ་ནས་ཡུ་ཀྲུབ་དེ་ཟག་མེད་བིན་སོང་པ་ཟ་ན་དེ་ནས་འབོག་ཞིག་ང་དང་རི་གམ་ཞིག་ཁོ་རང་ཆ་ཚང་ཞིག་གྱོན་དེ་ནས་དེའུ་ཡི་ནུ་བུ་སྐུ་འདུ་ནས་ལ་དྭགས་སྤོ་རྒྱ་གར་ཀ་རུ་ས་དེ་ནས་འབྲི་གུང་དགོན་པ་ཚང་མ་དེའུ

དེ་ནས་དེ་ག་ན་ཡི་ག་ན་ཧ་རིབ་ཅིག་ཨང་མྱོས་སུ་ཁེས་པིན། ཧ་རིབ་པོའང་ཕལ་ཆེར་མྱོས་སུ་ཨིན་ཐིག་མེད་ཅིག་ཅིག་ཕུ་ལེ་ཨིན་ཐིག་ཡོད་ད་ལེ་ཅིག་ཅིག་ང་ཕུལ་ཁ་ནི་མིང་པོ་ཡི་ཏུ་མི་རག་དེ་ནས་ཟླ་མང་པོ་སླེ་ན་མྱོས་སུ་ཁེ་རེས་སྐྱབས་དགོན་ནོམ་པོ་བྱ། ང་ཞག་གསུམ་ང་ནང་ཁམས་པོ་ཤེས་རབ་གཉིས་ཀ་རྡེ་ར་རྡུན་ལ་སོང་ཚེ་ཆ་ཚང་གཞིས་ནུས་པའི་གཟིམ་ཆུང་ཨ་ཟླ་མ་ནང་ཧ་རིབ་པོ་ཕུ་ལེ་དེ་ནས་ཀ་ཆ་ཚང་རྒྱུགས་སུ་ཕུ་ལེ་མ་ན་སྣ་ཁར་སྒུག་རྐང་མ་ཆ་ཚང་དེ་ག་ཤ་རེད་གཞིས་ནུར་བུ།

དེ་ནི་དེ་སང་ངན་ལ་ངགས་སིམ་ནེ་པཱལ་ན་ཀ་རོང་ས་ན་རྗེ་བཙུན་མི་ལའི་རྣམ་ཐར་མ་འདྲ་བ་མ་འདྲ་བ་ངགས་སིང་ལ་ཀི་ཐབ་ཚང་མ་རུ་གི་འཇིག་ཧ་ལམ་ཉི་ལ་རྗེ་བཙུན་མི་ལའི་རྣམ་ཐར་མ་འདྲ་བ་མ་འདྲ་བ་ཧ་ལམ་སུམ་གཅིག་ལྷག་ཡོད་པིན། དེ་ནི་དེ་ཚང་མ་བསྡུས་རེད་དེ་ནི་ངགས་སི་ལོ་ཨུར་རྒྱ་བཙུགས་པ། དེ་ནི་རྗེ་བཙུན་མི་ལའི་རྣམ་ཐར་པོ་གང་མ་ལ་དྭགས་ས་ཁ་ཅིག་ན་བསྒྱུར་རེད་མ་ཟད་དེ་ནི་མཉམ་པོ་མཉམ་པོ་མ་ན་བཞི་བཅུ་གང་མང་པོ་ཅིག་ཆ་རུག་ཅེས་ཟེར་ན་ཁོ་ང་དང། སྐད་གཅིག་ན་ཅི་ཡིན་ན་གཟུགས་འགྱུར་ཟེར་ན་ཧ་གོ་སྲིད་མི་ནི་ང་དང་གཟུགས་འགྱུར་ཉན་ན་མ་ནོག་ཧ་མ་གོ་ང་དང་གཟུགས་འགྱུར་མ་ཉན་པ་ཟ་ན་ཧ་གོ་བྱེད་སྲིད་པས་སྙམ་པོ་སྙམ་པོ་རི་གསར་ཞིག་ཡང་ཆགས་རུག་སོང་པ་ཟ་ན་དེ་ནས་དེར་རྗེ་བཙུན་མི་ལའི་རྣམ་ཐར། ཧ་ལམ་ལོ་བརྒྱད་ཅིག་ཡིན་ནའང་དེ་ནས་དེ་ཚོགས་ཞིག་བསྒྲུབས་དེ་ནས་དེ་ཟ་ན་ང་དང་ཧི་མི་སི་གོ་ཚང་ན་དེ་ནས་རྗེ་བཙུན་མི་ལའི།

པོ་ནི་རི་མཁའ་ནི་ཀྱི་ཐ་གུ་ནི་ནང་བདེ་འོ་ངས་དེ་ནང་ཀྱི་ཐ་བས་འཇུག་པའི་བདེ་བ་དང་ཟོས། དེ་རྗེ་བཙུན་མི་ལས་རྣམ་ཐར་རི་ནང་རི་དྭགས་སྙིང་ཐིག་མེ་ཁ་ནི་མང་པོ་ཅིག་འདུག་ཀ་ངེད་ལ། ལ་དྭགས་སེམས་ང་སྤྱི་ལོ་ང་དང་དང་པོ་པའི་ཚིག་མཛོད་སྒྲིག་ཤ་ནི་རི་ངེད་ལ་ཧ་ལམ་མེད་ཅེས་པའི་ལེབ་མོ་ནི་རྙིང་ཤོག་ཚང་མ་ངེད་ལ་ཡོད། ཡིན་ནང་དེ་ཚང་མའི་ནང་རྗེ་བཙུན་མི་ལས་རྣམ་ཐར་རི་ནང་ཡོད་ཀ་ནི་ཚིག་ཚང་མ་མང་པོ་ཅིག་ཐོ་བ་མེ་རུ་སྒྲིག་ཤ་ནི་རི་ནང་ཙ་ལི་པད་མི་ཐོབ་བྱ་ཚང་མ། དེ་ནི་ངས་དེ་ནི་ལོ་བདུན་བརྒྱད་ལ་སྤྱོད་འདུག་སྤ་སང་ན་བན་གྱི་ན་མ་ནི་ལ་སྤྱོད་སེ་སྤྱོད་སེ་དེ་ནི་ཚིག་མཛོད་འདི་ནང་མེད་མཁན་ཚང་མ་ང་དང།

སྙམ་པོ་སྙམ་པོ་ངའི་སྡེ་བའི་བསམ་པའི་དེ་ནི་ད་ལྟའི་ཚེ་ན་ཀོ་རོ་ནའི་བརྟུལ་ཞུགས་བཙོག་ཤིང་ཡང་ཡིན་པས་ཉིས་སྟོང་བཅུར་དགུ་ཉི་ཤུ་དགུ་ནི་ནངས་དེ་ནི་ངའི་བསམ་ད་ཡེ་རྗེ་བཙུན་མི་ལས་རྣམ་ཐར་པོ་དེ་ནི་ལོ་རྒྱ་དེ་སང་ད་མང་བ་སྒོར་ཤ་ཡིན་བྱས་འདུག་ད་ལྟའི་ཟག་པ་མི་མང་མི་མང་པོ་ཞིག་རྒད་པོར་རྒད་མོ་མང་པོ་ཞིག་ཡེ་རྗེ་བཙུན་མི་ལས་རྣམ་ཐར་པོ་མཇལ་བྱ་ཟེར་སྒོ་སྐབས་སྦུད་ཆ་བྱ་ཟེར་ནོག་ཐེ་བྱེད་ཡ་ད་རྗེ་བཙུན་མི་ལས་དེ་ནི་པོད་ན་ཨ་མདོའི་སྐ་དེ་ནང་ཡིན་བྱས་ཨ་མདོ་མེད་ནོག་ད་སྐ་པོ་ཨ་མདོའི་སྐ་བཙོག་བྱས་འདུག་མི་ཉག་ཟེར་མཁན་ནི་ཡུལ་བོད་ནོག་ལས་སྐད་ཨ་མདོ་ནང་ཅིག་ཅིག་ཡོང་འདུག་མི་ཉག་ཟེར་ཁ་ནས་ཡུལ་པོ་སྐལ་བ་ཁོ་རང་པོ་ཏོ་གོ་ནང་ཚང་མ་གོ་མ་ནོག་མ་སྐད་ཁྲག་སྤེལ་གི་ནོག་ལེ་ད་ས་རྒྱ་བ་རིན་པོ་ཆེ་དྲུང་ཡུལ་ལི་སྐད་པོ་ཡི་ནོག་སོང་པ་ས་ན་པོ་ཏོ་གོ་ནི་ནང་སྐད་ཚང་མ་ཁོ་ཁོ་པོ་ཏོའི་ནང་ཨ་མདོའི་སྐད་ཁམས་པའི་སྐད་ད་འུར་ཚང་པའི་སྐད་ཟེར་ཡང་ཁོ་རང་ངོ་ནང་ཅིག་ནང་ཅིག་ཧ་མི་གོ་བྱས་སོ་ཡོང་འདུག་བ་ལེ་སྐད་དེ་ནི་ཨ་མདོའི་སྐད་དུ་མ་ཁྲག་སྤོ་ཐལ་ནོག་སོང་པ་ས་ན་ཨོ་དེ་སྐད་དེ་ནང་ང་དེ་ནི་རྗེ་བཙུན་མི་ལའི་རྣམ་ཐར་མ་བདེ་མོ་ཞིག་དགའ་འདྲ་རྒྱ་དོད་ཀན་ཅིག་བིདེ་ཡོ་ཞིག་འདུག་དེ་འདེའུ་ང་ཆ་ཚང་ལ་དྭགས་སྐད་དེ་ནང

ཏུ་སོག་པོ་དང་ཨེ་ཟོག་ཅོ་སྤུན་ནི། འོ་ད་དེའོ་དྲི་བ་ཁ་ཤས་ཤིག་རག་ལ་དེ་དྲི་བའི་སྐད་ན་ཡང་སློབ་སྦྱོང་བྱོས་མཁན་མང་པོ་ཞིག་ཡག་ཕན་ཐོག་བྱོས་ཟེར་ནོག་དེ་བི་ཡ་དྲི་བར་དེ་མོ་རག་བསམ། དེ་ནི་ཨི་ནོག་ཏན་ཏན་ལ་ལས་ང་ནེ་པ་ལར་ཉིས་སྟོང། ཉིས་སྟོང་གཅིག་གཉིས་དགུ་ལ་ནེ་པ་ལར་ལོ་གཅིག་གཉིས་ཤིག་འདུག་ཙ་ན་དེ་ནི་སྒྲུབ་དཔོན་འཇོར་པད་རིན་པོ་ཆེ་དགོན་པའི་ནང་དེ་ནི་གྲྭ་པ་བཙུན་མ་ཚང་མ་ང་ཟི་ལེགས་ཤལ་ལྗོན་དབང་རེའང་ལྷབ་སྤིན། དེ་ནི་དེ་སྟིག་ན་ང་ཟི་དག་སེ་ང་ཐང་ཕྱི་ལོ། ནཱ་རྒྱ་རྩ་འགྲེལ་གྱི་ལྷ་བན་བསམ་ཡོད་པའི་འདི་ཟེར་ན་ཅི་ཟེར་ན་ང་བཱ་ར་ཎི་སི་ན Sanskrit སྐྱབས་སྦྱངས་སེ་ནང་ཡོང་ཟེར་མི་འདི་ནི Sanskrit ས་ཕིག་ལྗང་པོ་སོགས་ཡོད་པའི་ནཱ་རྒྱ་རྩ་འགྲེལ་གྱི་ལྗང་མཚམས་སེ་ཕོ་ཏོ་ཀོ་པི་ཆོས་སེ་གྲ་པ་ཆོ་མོ་ཚང་མ་སྐྱབས་ཕོ་ཏོ་ཀོ་པི་བརྒྱད་ཚར་རེ་ན་ང་ལ་ད་ག་མ་ནས་ཞིག་ཡ་ཡོང་དགོས་དེ་ནི་ཨོ་དེ་གཞན་ང་དེ་ནི་ནཱ་རྒྱ་རྩ་འགྲེལ་གྱི Sanskrit ཏི Grammar གཞིག་ཡིན་ནོག་པ་ལེ་དེ་ནི་ཨོ་དེ་འོང་ལྷ་བན་བསམ་ཡོད་ཡོད་པའི་འདུག་འདུག་ཞིག་ཡ་ལུས་སོང་དེ་ནི་ཨི་ནོག་ཏན་ཏན་ལ་ལེ་ད་དེ་ནི་དེ་ག་ན་ལ་དྭགས་ལ་དེ་ནས་ཨོ་ན་ད་ཧ་ལམ་ཉིས་སྟོང་ཁོ་ན་བར་ལ་ནོག་ལ་ཉིས་སྟོང་བཅུ་དྲུག་ཉིས་སྟོང་བཅོ་ལྔ་ཞིག་ན་བར་ལ་དེ་ནས་ང་འབྲི་གུང་བཀར་རྒྱུ་དེ་ང་དང་འབྲི་གུང་སྐུ་ས་ལའི་སྤྱོད་ཟེར་རེད་དེ་ནས་མི་སྐྱ་དགོན་ལ་དེ་ནས་སྤྱོད་དེ་དོན་དག་ང་རང་ང་གཅིག་ཧ་གོ་ག་འཇིག་ཆ་ཚང་མི་སྐྱ་དགོན་ལ་སྤྱོད་དེ་དོན་དག་ལབ་ཟེར་དེ་ནས་དེ་ག་ན་གཡུལ་ཡུལ་ལ་དེ་ནས་ཞག་པོ་ལྔ་གསུམ་བཞི་དེ་ཚོ་བ་གཡུལ་ཡུལ་ལ་ང་རང་སྤྱོད་ལབ་ཨ་ཅེ་འཇིག་དེ་ནས་མི་ཚང་མ་ང་དང་མི་སྐྱ་དགོན་ནས་ནང་སྤྱོད་ས་བྱེད།

སོལ་ཁ་སོང་ཆ་ཞིག་ཤུག་གུ་གཉིས་གསུམ་ཡོད་མཁན་གྱི་རྡོར་དུང་ཞིག་ཡང་སོལ་ཁ་གཏོང་ཆ་ཞིག་ང་ལྷ་བན་བསམ་ཁ་ནས་བསམ་པ་ཞིག་ཡང་ཡོད། དེ་ནི་ད་ཉེ་རང་ང་དག་སར་བྲིས་པ་སལ་ཁམ་པོ་དེ་ནི་དུ་ཚོད་ག་ཟུག་ཤི་ཡ། སློབ་སྦྱོང་ནང་བུ་ཁྱེད་ཚོས་དུ་ཚོད་པོ་ག་ཟུག་ཤི་ཡ། བིང་འདུག་སལ་ཁམ་པོའི་ནང་ང་ཡང་དེ་བ་ང་བྲིས་པ་ཁག་ཆ་ཞིག་ཚོར་ང་རྡེ་ར་དུན་ལ་ཡོད་ཛ་ན་ད་ང་རང་ལོ།

བཀའ་སློབ་ཡིན་ན་མོ་ལ་ཕན་ཐད་ནས། ང་དང་རྒྱ་གར་ཕྱོགས་ཨེ་ཤི་ཡའི་ཕྱོགས་སུ་ནི་ན་མི་དགོས་ནས་བཀྲེན་པ་ཟེར་ཁ་འཇིགས་ཟེར་འདུག་ཅི་ཟེར་ནོག་མོ་ལགས། བཀྲེན་པ་ཟེར་ན་ཅི་ཟེར་ནོག་འཛམ་བུ་གླིང་བའི་མི་ཚང་མ་བཀྲེན་མི་ཟ་ན་མ་གནོག་ང་དང་རྒྱ་གར་ནང་དེ་ནས་ཨེ་ཤི་ཡའི་མི་མང་པོ་ཞིག་ན་བཀྲེན་པ་ཞོད་ཟེར་འདུག་ཅི་ཟེར་ནོག་མི་ཚེ་མི་ཚེ་ཤོར་ཅིག་མི་ཚེ་དོར་དུ་ཞིག་མི་ཚེ་ཐུང་ངུ་ཞིག་མིན་ན་མེད་པ་ནོག་ལྟོས་བ་ད་རུང་བཀྲེན་བུ་མ་བུ་དང་བཀྲེན་པ་ཞོད་ཟེར་ན་ཅི་ཟེར་ནོག་མོ་ལ་ལགས་འདོད་ང་མ་སེམས་ཟིན་ན

དེ་ནས་ང་ད་ཨི་གཟུགས་གཏུགས་པ་ལས། ཞར་བཀྲ་བ་ཡིན་ན་རྩ་པིག་ཡང་བཀྲ་ཚང་ཡིན་ཉམས་ལེན་ཆོ་ག་ཕྱག་ལེན་འདིར་ཁ་ནང་རྩ་པིག་ལུས་ཕྱར་བ་ཡ་ལས། དེ་ནས་ཡང་བཀྲ་ཚང་བཀྲ་ཚང་ཡིན་བཀྲ་བ་ཆུ་མོ་ཡིན་ན་ཞར་བཀྲས་ཡང་དཔེ་ཆ་སྤར་མེད་གང་གི་གཟུགས་ཞུ་གཏུགས་པ་འོ་ད་འོ་དེ་གཉིས་སྐྱེས་ན་བེ་ལན་སུ་རྩ་པིག་ག་གཟུགས་ཞེས་བོར།
ཐ་སྙད་རྒྱན་ལས་གོང་རང་བོ་རང་བཞིན་ནི་དེ་ནི་ཅི་ལྕོགས་སྙད་རྒྱན་ལས་གྲུབ་པོ་སུ་ནོག་ང་རིན་པོ་ཆེ་གྲ་སང་སིས་ཡོན་ཏན་ལང་མཐར་ཕྱིན་པ་ཁོ་རང་ཨང་ཀི་དང་པོ་ནོག་ཞར་འདྲེ་ནང་དང་ཁོང་དགུ་མ་སློབ་སྦྱོང་རྫ་རྫ་ན་ཁོ་རང་དགུ་མ་ཁན་པོ་ཇོ་ཆ་ཟིན་མོ་ལུག་པིན་ཁོང་ཁན་པོ་རྫ་ཆ་སི་ཆར་གཞིས་ཀ་ཁོང་ཕྱག་དཔེ་ལྗང་ང་རྫ་སྤ་སོ་ན་སྤུ་དན་ཕྱག་དཔེ་བཞུགས་ངང་དཔེ་བོར་ཁ་སྤ་ཡོད་པིན་སོང་པ་ས་ན་ནི་རིགས་ཚན་སྤ་ངང་བཞུགས་སོ་ནོག་འབྲུ་སྤོ་ནང་བཞུགས་སའི་ལོ་སུམ་ཅུ་སུམ་མང་ས་ལེན་པ་ས་ན་ཅི་བཅོལ་བ་ན་ཁོང། ཁྱེད་མཁན་གྱི་ཡིན་པ་སང་དེ་ན་ང་ངའི་བསམ་པའི་ནང་འཁོར་བ་སང་དེ་ནི་ང་ཤར་བྲག་ཡོད་ཛི་ནང་རྡེ་ར་དུན་ལ་ཤར་བྲག་ཡོད་ཛི་ནང་དེ་ནི་གྲ་སང་སི་སློབ་སྦྱོང་ཁག་ཆེ་ཡིན་ནོག་སང་མགོན་པོ་ངའི་བསམ་པའི་ནང་ཏུས་རྒྱུན་ལ་འཁོར་བ་དེ་ཚོང་པ་སང་ན་ང་དང་དེ་ནི་ཤར་བྲག་པ་ཞིག་ག་ལྷེ་སློབ་སྦྱོང་མཛད་མཁན་ཡིན་ནང་དེ་ནི་ང་དང་ཤར་བྲག་དགུ་ནི་ནང་དེ་ནི་ང་དང་རྒྱུ་དེ་སྐོར་ཁྲི་དང་བཟའ་དང་ནོག་གནས་བརྟན་མིན་པ་ང་དང་ཤ་བཀྲ་པ་ཞིག་ནང་མཁོ་མཐར་ཐུག་གི་ཉམས་ལེན་པོ་ང་དང་གསང་སྔགས་སེ། དེ་ནས་ལོ་སུམ་ཅུ་སུམ་ཟེར་ར་ཟོ་དེ་ཚང་མ་ཁོ་གསང་སྔགས་དང་འབྲེལ་ཡོད་པ་བསགས་ན། དེ་ནས་ཤ་བཀྲ་པ་ཞིག་གི་ནང་ང་དང་གསང་སྔགས་སེར་བརྒྱུད་འཁྱེར་མགོ་བྱས། དེ་ནས་གསང་སྔགས་སེ་དག་དཀྱིལ་འཁོར། དེ་ནས་དབང་ལུང་རྫས་སྡེ་ཚང་མང་དེ་ནས། འཁྱེར་མགོ་བྱས་ཁག་ཆེ་ནོག་ཡ་དེ་ན་ཚོ་ལ་བཀྲ་ཚང་ཟེར་པ་ཞིག་གི་ནང། དེ་ནས་ང་དང། བཀྲ་སངས་སེ་ཕྱག་དཔེ་བགོ་བ་ཚང་མ་ང་དང་ཕྱི་དགྲའི་ཕྱག་དཔེ་རྩིབ་པའི་ང་དང་གཟིགས་ན་བཀྲ་སངས་སེ་ང་དང་ཆོ་ག་ཕྱག་ལེན་ཚང་མ་དེ་ནི་བགོ་བ་ང་དང་རྒྱ་ལ་ལོན་ཐུབ་བ་ལོག་སོང་བ་སོང་ན་དེ་ནི་དེ་ཚང་མའི་མཐར་ཐུག་པི་ཀ་དེ་ནི་ང་དང་ཉམས་ལེན་གྱི་ཡང་བཀྲ་སངས་སེ་ཤ་ཡོན་ཏན་ནང་ཡོད་དེ་ནི་ཤ་དགྲའི་ཡོན་ཏན་ཅང་ཡོད་ད་མཐར་ཐུག་གི་སྙིང་པོ་ང་དང་ཉམས་ལེན་ནང་ཡིན་དགོས་པ་སོང་ན་དེ་དག་པོ་གྲུབ་རྫས་ཤ་དགྲ་བཀྲ་སངས་གསུམ་ཀ་མི་གཅིག་གཅིག་གི་ནང་དེ་ནི་ཟུང་འབྲེལ་ཡོད་དགོས་ཤ་སོང་ན་ཁག་ཆེ་ནོག་ལ།

དགོན་པ་ཁུ་རི་ནང་མཁྱེན་ཁན་མཁན་པོ་ཡོད་ཀྱག་ཡ་མཁན་མོ་ཡོད་ཀྱག་ཡ། ང་དང་དགེ་བའི་བཤེས་གཉེན་ཡོད་ན་བསྡད་དགོས་ནིས། དེ་ནས་ལས་ཀ་ཆོ་ག་ཕྱག་ལེན་རེ་རེ་རེ་རེ་ཙོག་རེ་ཁྲིད་ཀ་གསལ་བྱེད་ཞིག། དཔེར་ན་ང་ཆེ་བླ་མ་ཡུལ་རི་ཟོག་ཞིག་ཡིན་ན་གཡོ་དང་གཡོ་དེ་སོགས་འགོ་ཚུགས་སའི་བློ་མང་པོ་ཡིན། ལོ་གཅིག་ན་ནིང། ང་དང་བདེ་མཆོག་ཙི་ར་སོགས་ཡ་དེ་སྔོན་ལ་ཡང་བར་དོ་ཐོབ་འགྲོ་ཙི་ར་སོགས་དེ་ཚོ་ཆང་ཆུང་གྲྭ་པ་ཀུན་ལ་སློབ་སྦྱོང་ཕུ་ལང་ཕུ་ལེན་ཡོད་དེ་སོགས་སུ་ང་དང་དགོན་པ་ཚང་མའི་ནང་ཡོད་དགོས་ཞེས་སྨྲ་བ་ཁག་ཅིག་མཐོང་འདུག་ཅེས་བརྗོད་ན་ཙམ་གྱིས་ང་དང་དོན་དག་ཡིན་ན་བཟོད་ད་ཁོ་དགེ་འདུན་པ་ཀུན་ནས་ཐུགས་ན་སེམས་སྐྱེད་བཟང་པོ་ཞིག་ཡོད་ན་ད་ཁོ་མི་མང་ལ་སྦྱིན་བདག་ག་ཕན་ཆད་ཨི་ནོག་པ་ཡིན་ནམ་དེ་ནས་དོན་དག་པོ་ཁྱེད་ནས་གསུངས་ན་མང་ང་བྱིན་རླབས་ཅན་སྐྱོ་ཅན་ཟེར་ནོག་དེ་བི་ཡ་དེ་ཚོ་དེ་དགོན་ནི་ག་དེ་ནི་སློབ་སྦྱོང་གསལ་སློབ་སྦྱོང་གསལ་བྱེད་སའི་ཚིར་ཁ་གཡུག་དགོས་ཤ་སྤུ་མ་ཁག་ཅི་ཡིན་ནོ། ཁ་ས་ལའི་ལོ་ཅོག་སྔོན་ལ་ཡིན་ན་ཡ་ལེ་གྲྭ་ཚང་སྔོན་ལ་ད་ལོའི་ནང་ཟླ་གཅིག་བཙོ་ཞིག་དཔེ་ཁྲིད་མཛད་འདུག་པ་ལས། དཔེར་ན་མ་ནི་སྒོ་མ་འགོ་བཙུགས་ས་ན་ཕྱི་རྒྱལ་ས་ལག་ལེན་ནས་འགོ་བཙུགས་འདུག་ཡ་ལེ་ཟླ་གཅིག་བཙོ་ཞིག་དེ་ནས་པ་ཡང་དཔེ་ཁྲིད་མཛད་དེ་འཇུག་འདུག་པ། ལ་འོག་སའི་དགོན་པ་ཚང་མ་དེ་གཟུགས་ཀྱི་ཚིར་ཁ་ཡོད་ཀྱ་མེད་ཀྱ་རྟོགས་ས་ཚུགས་པའི། གཟུགས་ཕྱི་མ་དཀོན་མོ་ཡོད་འགྲོ་ད་པད་མའི་དང་ནག་ཟེར་ན་ང་ངང་བཞུ་མི་ཤེས་ཡིན་ནང་མ་དཀོན་མོ་ཞིག་ཡིན་ནོག་དེ་གཟུགས་ཡིན་ནའང་ང་ཐང་ལ་དྭགས་སུ་དགོན་པ་དངོས་ནི་ནང་ང་ཡོད་ཡོད་འགྲོ་ལེ་ཡོད་ཡོད་འགྲོ་ང་པད་མའི་དང་ནག་བཞུ་མི་ཤེས་ཅེས་བྱས་ན་ང་ཐང་ལ་དྭགས་སུ་དགོན་པ་ཚང་མེད་ན་ང་ཐང་ང་ཐང་སླེབས་མ་སླེབས་པས་ལན་ཡིན་ནང་དཀོན་མོ་རིག་ཡིན་ནོག་ང་བསམ་ན་རེ་པ་གཉིས་པ་ཡོད་འགྲོ་ཡིན་ཡིན་ཆེས་མ་དཀོན་མོ་ནོག་ལེ། ཁ་སང་ནས་ཡང་ཕྱག་བཙལ་རིན་པོ་ཆེ་ལས་དུ་རུ་ཤེས་ལེ། དེ་ནས་རིན་པོ་ཆེ་ཡང་ཡང་གསོལ་བ་བཏབ།

མ་ཚད་དེ་ནས་སྦྲག་སྲ་ཚུགས་པའི་ང་དང་བླ་མ། གོང་མ་ནས་གོང་མ་བརྒྱུད་དེ། དེ་ནས་ང་དེ་རྩ་བའི་བླ་མ་ཚུགས་པས་དེ་ནས་འཚང་རྒྱ་སི་གསུང་ཁ་ནས་ཆོས་སྤོ། བླ་མ་གོང་མ་རྣམས་ཀྱིས་རྡོ་རྗེ་འཆང་ནས་གསུང་ཁ་ནས་ཆོས་སྤོ་མ་ཉམས་སུ་བ་ཁན་སྤོ། བརྒྱུད་པ་མ་ཉམས་སུ་བ་ཁན་སྤོ། ཧ་གོ་གསུང་ན་དེ་ནས་ང་དང་ཆོས་སྐུ་བཙུན་པ་ཁན་སྤོ། ཧ་གོ་ཟེར་དེ་ནས་དམ་པའི་ཆོས་ལ་དེ་ནས་མི་འཕྲོགས་པའི། དེ་ནས་ད་པཱས་ཀྱི་རྗེས་འདི་ཙམ་ཞིག་ང་དང་རྒོད་སྤ་ནང་རྒྱུ་མཚན་ཡོད་དེ་ནོ་ལེ། དེ་ཡོད་གསུངས་པ་སང་དེ་ནས་ལ་མ་གོང་མ་རྣམས་ཀྱི་ནམ་ཐར་པོ་དེ་ནས་ང་དེ་རིང་གུར་ལ་ཕ་འཇའ་སི་བྷི་ཡ་དེ་ནས་ཉན་དགོས་ཤ་ནང་སིལ་དགོས་ཤ་ཁག་ཅན་ཡིན་པ་སང་ལ་མ་ས་ཆེན་མོ་ངོས་བཞུགས་ས་ན་དེ་ནས་ཁོང་ཁོང་རང་ཡིན་ནམ་ཐར་པོ་དེ་ནས་ཁོང་རང་ཡིན་ཞལ་ན་ཟུང་འཇའ་སི་བྷི་ཡ་ཆེན་མོ་ཙམ་ཞིག་ཁག་ཅན་ཡིན་ལགས་ཟེར་ན་དེ་ནས་ང་དང་ཁོ་རང་ཞལ་བཞུགས་པའི་སྐབས་ལ་དེ་ནས་ཁོང་ནི་ནམ་ཐར་པོ་བཀྲིས་ཟེར།